རྟེན་ཅིང་འབྲེལ་པར་འབྱུང་བ་རེད། རྟེན་ཅིང་འབྲེལ་པར་འབྱུང་བ་སུ་ཟེར་ནས། རྟེན་ཞེས་ལབ་དུས། ཁོ་ཚུགས་ཐུབ་པ་མེད་དེ་ངས་གཞན་ཞིག་ལ་ལྟོས་དགོས་ཡ་གཞན་ལ་རག་ལས་དགོས་ཡ། འབྲེལ་པར་འབྱུང་བ་སུ་ལབ་དུས་དེ་དང་འབྲེལ་ནི་ཕན་གནོད་འབྲེལ་ལྡན་ངེས་ཅིག་གིས་རྟེན་ཅིང་འབྲེལ་པར་འབྱུང་བ། མདོར་ན་རྟེན་འབྱུང་ཟེར་ཡག་གི། ང་རང་ཚོས། དེ་འདྲའི་དེ་ལ་ལྟོས་པའི་འབྲེལ་པའི་ནང་ལས་ཡོད་རེ་བསྟན་ཞིང་ཆོས་ཉིད་མི་འདོར་ལ་འབྱུང་བཞིན་འཇིག་རྟེན་ཚུན་ཡང་སྟོན། རིགས་ཚུལ་ཀུན་ལས་རྒྱལ་པོ་བཞིན་རྟེན་ཅིང་འབྲེལ་འཇུག་ཚད་མའི་བཀའ། ཟེར། རྟེན་འབྱུང་ཟེར་བ་གི། འོ་ད་ག་ད་སྟོང་པའི་དོན་འདི་རྟེན་འབྱུང་གི་དོན་དག་རེད་རྟེན་འབྱུང་ཡིན་ཙང་ཁོ་ངོ་བོ་ཉིད་ཀྱིས་གྲུབ་ཡོད་མ་རེད། དེ་འདྲ་ཡིན་དུས་བཏགས་དོན་བཙལ་དུས་ཁོ་ཕི་གས་སྣང་བ་ལྟར་དུ་གྲུབ་མེད་དེ་བ་ཅི་ཁོ་མཐོང་ཡོང་དུས་སྟོང་པ་དེ་ཆད། སྟོང་པའི་དོན་འདི་སྒོ་གཞན་ཅིག་ལ་རག་ལས་པའི་སྒོ་ནས་གྲུབ་པ་མ་གཏོགས་ཁོ་རང་མ་སླེབས་པར་གྲུབ་པ་ཅིག་གིས་སྟོང་ཡིན་དུས་རྩ་ནས་ཨེ་ནི། སྟོང་པ་རྟེན་འབྱུང་གི་དོན་ལས་བཞག་ཡིན་དུས་རྩ་ནས་གོ། མེ་ཐ་ཟས་དྲུག་ཏུ། བརྟེན་ནས་ཟས་དེ་གི་སྟངས་ཐ་ཟས། འབྱུང་ཟས་དེ་གི་བྱེད་ཐ་ཟས། ཐ་ནི་གཅིག་ཆད་དུ་ཟས་ཐུ་ཡ་ཅིག་གིས་གོ་བ་ཞིག་ཏུ་གོ།

ད་དེའི་གནད་འགག་དེ་ཡང་རྩ་བ་བཞིར་སྣང་ལ་ཡ། ད་རྩ་བ་བཞིར། ཐོག་མར་རབ་བྱེད་ཉི་ཤུ་རྩ་དྲུག་པོ་དེ་བལྟས་པ་ཡིན་ན། མ་རིག་སྒྲིབ་པའི་ཡང་སྲིད་ཡང་སྲིད་ཕྱིར་བྱས་ནས་མ་རིག་པའི་དབང་གིས་ཨེ་ནི་ཟད་པ། འདུ་བྱེད་ད་མ་རིག་པའི་དབང་གིས་གང་དག་ཨེ་ནི། འདུ་བྱེད་རྣམ་ཤེས་མིང་གཟུགས་ལ་སོགས་པ་དེའི་དེ་མ་ཡོང་ཡང་དེའི་དེ་མ་གསུངས། ད་འདི་གོ་ཁ་ས་ཞུ་ཡག་གི་རྟེན་འབྲེལ་ཡན་ལག་བཅུ་གཉིས་གསུངས་ཤ་ད་འདི་གི་འདུག་གསུངས་མ་ཡོང་ཡག་དེ་གསུངས་རབ་བྱེད་ཆུ་ཚོད་དྲུག་པ་འདི་གི་ད་འདི་འདྲེ་གི་མ་རིག་པ་འདོག་ཡག་དེ་ཨེ་ནི་རབ་བྱེད་བཅོ་བརྒྱད་པའི་ནང་ལ་གལ་ཏེ་ཕུང་པོ་དྭངས་ཡིན་ན་དབྱེ་དང་འཇིག་པ་ཅི་འདྲ་ཡོད་ཤེས་སོགས་ཀྱི་ཨེ་ནི་དྭངས་མེད་པ་འདི་གཅིག་གྲུབ། ཨེ་ནི་བདག་མེད་མཐོང་ན་ཨེ་ནི། མ་རིག་པ་ལྟོ་གོས་རེ་ཞེས་ནི། འདི་གཅིག་གསུངས། ད་འདི་ནི་དོགས་གཅོད་ཤུགས་ཆེ་ཤོས་དེ་རབ་བྱེད་ཉི་ཤུ་རྩ་བཞི་བ་དེ་རེད། ད་འདི་ཡིན་གྱི་བཏགས་པ་རེད་རབ་བྱེད་ཉི་ཤུ་རྩ་བཞི་བ་དེ། ཨོ་ད་འདི་ནང་ལ་ཡང་ཨེ་ནི། ཐ་སྙད་དུ་རང་མཚན་འདོད་མཁན་གྱི་ཨེ་ནི། གྲུབ་མཐའ་སྨྲ་བ་ཚོས་ཐ་སྙད་དུ་ཡང་རང་མཚན་མི་ཤེས་པའི་ལྟ་གྲུབ་དེ་ཆད་ལྟ་རེ་བཞག། རེ་བ།

སྟོང་ཉིད་ཀྱི་དོན་བྱས་ནས་དོན་རྩ་གསུམ་གྱི་ཐོག་ནས་འདྲེན་སྐྱོང་ཡོང་གི་འདུག་ག་དེ་རབ་བྱུང་རྩ་བཞི་པའི་ནང་ལ་ཡོད་རེད། བྱས་ནས་ཨེ་ནའོ་སྡོམ་སྐྱོན་ཡོད་དུས་གཏན་ཆེན་འདྲེན་པ་འབྱུང་བ་དེ་ནི་རྟོགས་པ་ཉིད་དུ་ཐལ་ནས་གཏན་ནས་དག་པ་དེ་དེ་ཉིད་དབུ་མའི་ལམ་ཡིན་ནོ། གང་ཞིག་རྟེན་འབྱུང་མ་ཡིན་པའི་ཆོ་ག་ཡོད་པ་མ་ཡིན་པར་རྩེ་གཅིག་སྟོང་པ་མ་ཡིན་པའི་ཆོ་ག་ཡོད་པ་མ་ཡིན་ནོ་ཟེར་ནས་ཨོ་ད་དམ་ཕྲུག་དེ་སྐྱོན་འདུག་ག། ཞབས་ཐང་འདི་ཁུངས་མདོ་རང་ལས་ཡང་ཨེ་ནི། གང་ཞིག་སྐྱེས་ནས་སྐྱེས་པ་དེ་མ་སྐྱེས་སྐྱེ། ཁ་ས། ཁ་ས་དེ་ལ་སྐྱེ་བའི་རང་བཞིན་ཡོད་མ་ཡིན། འོ་ད་ཞེས་སོགས་གསུངས་ཡང་དེ་རྐྱེན་ལ་རག་ལས་གང་དེ་སྟོང་པར་བཤད་བྱས་ནས། ད་འོ་གསུངས་བྱ། མདོ་མང་ཀུན་ནང་དོན་ཡོངས་འདུ་བ། ཨེ་ནི་གང་ལྟར། ཡུམ་སྐྱེ་འབྲིང་དུ་འཛིན་ལོག་ལ་མ་གཏུགས་བལྟས་པ་ཡིན་ན། ཆོས་ཅན། གཅིག་གཞི་གཅིག་གི་ཕུང་ཁམས་སྐྱེ་ཤི་དེ་ཚོའི་གྲས། ལམ་གྱི་ས་ཆུ་ལམ་ལྔ་དེ་ཚོའི་གྲས། འབྲས་བུའི་སྟོབས་སོགས་ཀྱི་ཡོན་ཏན་དེ་མང་གསུངས་བྱས། འདི་རེ་རེ་གསུངས་པའི་གཞུག་གུ་སྟེ་དེ་ཐམས་ཅད་ཀྱང་མིང་ཙམ་བརྡ་ཙམ་བྱས་ནས་ཅེས་གསུངས་ཡོང་གི་འདུག་ག་འོ་ད་འདི་གོ་བ་དེ་ནི་མིང་གི་དབང་གིས་ཡོད་པ། རེད་དང་རྟོགས་པའི་དབང་གིས་ཡོད་པ། གང་དང་བརྟགས་པའི་དབང་གིས་ཡོད་དེ་ནས་ད་འདི་གང་ལ་བབས་ཡོང་དུས། གཞུག་གནད་འགག་ཆེན་པོ་རེ་བཞག་ད་དེ་ནི་ཉོན་མོངས་ཀྱི་གཉེན་པོ་ག་འདྲ་ཞིག་གོ་ཟེར་ལབ་པ་ཡིན་ན། ཨཱརྱ་འདས་པས། མི་ཤིག་ཀླུ་སྒྲུབ་གསུང་ནང་ལས་ཡོ་ར་ལ་ཨཱརྱ་འདས་པས། ཨེ་ནི། ལུས་ལ་ལུས་དབང་ཇི་བཞིན་དུ་གཏི་མུག་ཀུན་ལ་གནས་གྱུར་ཏེ། ལུས། ལུས་དབང་འདི་ཨེ་ནི་མིག་དབང་པོ་ལ་སོགས་པ་དབང་པོ་ཀུན་ལ་ཁྱབ་ཡོད་རེད། མིག་གི་དབང་པོ་འདི་རྣ་བའི་དབང་པོ་ལ་ཁྱབ་ཡོད་མ་རེད། དབང་པོ་སོ་སོ་སོ་རེད། ལུས་ཀྱི་དབང་པོ་འདི་དབང་པོ་ཀུན་ལ་ཁྱབ་ཡོད་རེད། དེ་བཞིན་དུ་ཨེ་ནི། གཏི་མུག་འདི་ཨེ་ནི་ཉོན་མོངས་ཐམས་ཅད་ལ་ཁྱབ་ཡོད་རེད། ད་ཉོན་མོངས་ཐམས་ཅད་ལ་ཁྱབ་སྟངས་འདི། ད་སྐབས་འདིར་ཨེ་ནི། ཐ་སྙད་དུ་ཡང་རང་མཚན་མི་ཤེས་པས། ཨེ་ནི། ལྟ་གྲུབ་ཀྱི་ཐོག་ནས་མ་གཏོགས་གསུངས་ཡོང་དུས། ཉོན་མོངས་ལ་ཡང་ཉོན་མོངས་ཕྲ་རགས་གཉིས་བཞག། དང། དམིགས་རྣམ་ཅན་གྱི་ཉོན་མོངས་ལབ་དུས་ཡང་ཉོན་མོངས་སོ་སོ་སོ་སོ་གཅིག་པའི་འཛིན་སྟངས་རོ་མེད་འདྲ་མེད་འདྲ་ཡོད་དུས་པ་གཅིག་བྱས་དེ་ཡིན་དེ། བཞི་བརྒྱ་པའི་འགྲེལ་པའི་ནང་ལ་གསལ་པོ་བཞག་ཡོད་རེད། གཏི་མུག་ལ་བརྟེན་ནས་འབྱུང་བའི་ཉོན་མོངས་རིགས་གཅིག། གཏི་མུག་དང་ཐ་མི་དད་པའི་ཡང་ཡག་གི་ཉོན་མོངས་རིགས་གཅིག་གཏི་མུག་དང་ཐ་མི་དད་པའི་ཡང་ཡག་གི་ཉོན་མོངས་འདི་ཉོན་མོངས་ཤིན་ཏུ་ཕྲ་བ་རེད། རེད་དམ། གང་ལྟར་ཨེ་ནི། ཅིག་འདོད་ཆགས་ཀྱི་ཡིད་དུ་འོང་བ་ལ་ཡག་དེ། ཡིད་དུ་འོང་བ་སྣང་བ་ལྟར་གྱི། ཅེས། ངོ་བོས་གྲུབ་པ། རང་གི་མཚན་ཉིད་གྲུབ་པ་དེ་འདྲ་ཞིག་བློ་ལ་སྣང་གི་ཡོད་རེད་སྣང་བ་ལྟ་བུ་རང་གི་མཚན་ཉིད་གྲུབ་པར་ཞེན་པའི་ཐོག་ནས་ཆགས་པ་སྐྱེ་དེ་ངེས་བྱེད་ཀྱི་ཞེས་གསུངས། དེ་འདྲ་ཡིན་དུས་ཆགས་སྡང་ལས་ཕྲ་རགས་གསུངས་ཡོང་གི་འདུག་ག། ཨོ་དེ་འདྲ་རེད། ད་དེ་འདྲ་ཡིན་དུས། ད། ལུས་ལ་ལུས་དབང་ཇི་བཞིན་དུ་གཏི་མུག་ཀུན་ལ་གནས་གྱུར་ཏེ། དེ་བཞིན་ཉོན་མོངས་ཐམས་ཅད་ཀྱང་གཏི་མུག་བཅོམ་པས་བཅོམ་པར་འགྱུར། འོ་ན་གཏི་མུག་བཅོམ་ཡག་དེ་ག་རེས་བཅོམ་དགོས་ལབ་པ་ཡིན་ན། གཏན་ཅི་འབྲེལ་པར་འབྱུང་བ་གང་མཐོང་ན་གཏི་མུག་འབྱུང་མི་འགྱུར། དེ་བཞིན་འབད་པ་ཀུན་གྱིས་འདིར་གཏམ་དེ་ཐོག་མར་བསྙད་པར་བྱ། བཞི་བརྒྱ་པའི། ཚིག། པའི་གནད་འགག་ཆེན་པོ་འདུག་ག།

ཐེ་ཚོམ་ཡོད་དེ་ངས་དེ་ལ་སྟོང་པ་ཉིད་ཀྱི་སྐད་ཅིག་བཤད་ནས་རྟེན་འབྱུང་གི་གཏམ་གྱི་ངོ་སྤྲད་ཡོད་དུས་ཨེ་དེ་ལ་ངེས་པའི་གཅིག་རྒྱུ་མཚན་གྱི་བསམ་བློ་བཏང་ནས་གཅིག་སེམས་ལ་བའི་ངེས་པ་ཐོབ་ཡ་ཡོད་དེ་བ་གཅིག་གི་དེའི་ཐོག་ནས་ཨེ་ནི་ང་རང་ཚོ་བློ་ཕལ་པ་འདི་གིས་ཨེ་ནི་ཡུལ་གྱི་ངོས་ནས་སྤྲུལ་བ་ཞིག་གནང་གི་ཡོད་རེད་སྣང་བ་ལྟ་ཚུལ་གཞན

འདྲི་ཤེས་རབ་བྱེད་ཅིག་རོ་བྱེད་ནས་ཅིག་རྟོག་བྱ་སེམས་ཤེས་ཡ་རབ་བྱེད་འདི་བྱེད་དུས་ཨེ་ནི་སེམས་འཁྲུགས་ཏེ་ངལ་རྩོལ་སེམས་འཁྲུགས་སའི་ཞེ་སྡང་སྐྱེ་སའི་ཡུལ་དེ་མི་སྡུག་རིམ་གྱིས་མཐོང་གི་ཡོད་རེད་ཡིན་ནའི་དངོས་ཡོད་གནས་ཚུལ་ལ་བརྒྱ་ཆ་དགུ་བཅུ་ཐམ་པ་སེམས་ཀྱི་ཁོང་ཁྲོ་བཟང་ངན་ཁོ་རང་གི་རྣམ་རྟོག་གི་བཅོས་བཞག་དངོས་ཡོད་གནས་ཚུལ་རེད་མི་འདུག་སེམས་གསལ་བཏགས་ཏེ་ཚུལ་མིན་གཅིག་གི་རྣམ་རྟོག་གི་སྒྲོ་བཏགས་བྱས་ཏེ་ཏག་ཏག་བྱ་ཆོག་རེད།

ཐོབ་བྱ་གཙོ་བོ་ངེས་ལེགས་ཕལ་པ་མངོན་འདུག་འདི་གཉིས་ཀྱི་ནང་ནས་གཙོ་བོ་ངེས་ལེགས་ཀྱི་དོན་ནི། ངེས་ལེགས་སྒྲུབ་པའི་ཚུལ་སྟོན་པའི་ལུང་ལ་པའི་ཡེ་ཤེས་ཉིད་མཐུ་ཡག་ཅིག་ཆགས་ཡོད་དུས་ནི། གཙོ་བོའི་དོན་ལ་མི་ལུས་ཕྱིར་ཕལ་པ་མངོན་འདུག་སྒྲུབ་ཡག་གི་ཐབས་ལ་གསུངས་ཞེས་པ་འདིའི་དོན་ལ་ནི།